མི་རྟག་ཡིན་ན་ཇི་ལྟ་བུའི་འབྲས་བུ་ཡོད་ཅེས་བྱ་བར་འགྱུར། གང་ལ་ཐོག་མ་མཐའ་ཡོད་པ་དེ་ནི་འཇིག་རྟེན་མི་རྟག་ཆོས་དག་བྱེ་བྲག་སྨྲ་བ་ཁྱོད་རང་ཚོ་གིས་གལ་སྲིད་དཔེར་ན་འདུས་བྱས་ཀྱི་ཆོས་དེ་དག་ཐམས་ཅད་མི་རྟག་པ་ཡིན་ཟེར་ཁས་ལེན་ཐུབ་ཀྱི་ཡོད་ན་དེ་ནི་ད་ལྟ་འདི་གང་འདྲས་བྱས་ནས་མ་འོངས་པ་ལ་སྐྱེ་རུང་གི་འབྲས་བུ་དེ་འདི་ད་ལྟ་ཡོད་ཟེར་ནས་ག་བ་ལབ་ཐུབ་ཀྱི་རེད་གསུངས་པ་རེད། གལ་སྲིད་དཔེར་ན་མ་འོངས་པ་སྐྱེ་རུང་གི་དངོས་པོ་དེ་དག་ཐམས་ཅད་ད་ལྟ་ཡོད་སོང་བ་ཡིན་ན་ད་ལྟའི་ད་ལྟ་ཡང་ཡོད། མ་འོངས་པ་ལའང་ཡོད། འདས་པ་ལ་ཡོད་སོང་ཚུལ་གོ་མི་ཐག་པ་ཆགས་ཡག་དུས་ཚོད་གཏན་ནས་མེད་པ་ཡིན་པ་ཐར་པའི་སྐྱོན་དེ་འདྲ་ཅིག་འགུལ་བའོ། དེ་བྱེད་དུས་ཟག་ནས་གར་དེ་མི་རྟག་ཡིན་ན་ཇི་ལྟ་བུར་འབྲས་བུ་ཡོད་ཅེས་བྱ་བར་འགྱུར། འབྲས་བུ་ཡོད་ཟེར་ཡག་དེ་མི་རྟག་པ་ཡིན་པར་ཁས་བླང་བ་དང་མ་འོངས་པ་གི་འབྲས་བུ་ད་ལྟ་ཡོད་ཟེར་ཁས་བླང་བ་གཉིས་ཀུན་ཏུ་ཁས་བླངས་ན་འགའ་རེ་གསུངས་པ་རེད། གང་ཡིན་ཟེར་ན་མི་རྟག་པ་ཟེར་ཡག་གི་ཆ་ཆེན་དེ་གར་ཚང་དགོས་ཟེར་ན་དང་པོ་ཐོག་མ་ཡོད་བསྡད་མཁན། ཐ་མ་མཐའ་ཡོད་བསྡད་མཁན། ད་དེ་འདྲ་ཞིག་ལ་ནམ་རྒྱུན་འཇིག་རྟེན་ལ་མི་རྟག་པ་སོགས་ལ་འུར་བ་མགོ་འདི་ནས་བཙུགས་པ་མཇུག་འདི་ནས་བཅད་འགྲོ་མཁན་འདྲ་བོ་ཅིག་ལ་འོ་ད་དེ་འདྲ་ཅིག་ལ་དེ་ནས་བརྩམས་ཏེ་མི་རྟག་པ་སོགས་ནས་དེ་ནས་འཇུག་རོ་ཨ་སོང་བ་ད་དེ་སྤྱི་ཡོངས་སྒོ་ནས་སོང་གུག་རེད་མ་གཏོགས་མཐའ་གཅིག་ཏུ་ཆ་བ་ཡོད་པའི་སྐད་ཆ་འདྲ་བོ་ཅིག་ཨ་ཡིན་ན་བསམ་བསམ་ཡོད་རེད་གང་ཡིན་ཟེར་ན་འཁོར་བ་འདི་མི་རྟག་པ་རེད་འདོད་ཡུར་དུ་ཐོག་མ་ཚོས་སྙིགས་མར་བ་འོ་དེ་རེད་དེ་ཡིན་དུས་གང་ལ་ཐོག་མ་མཐའ་ཡོད་པ་དེ་ནི་འཇིག་རྟེན་མི་རྟག་བརྗོད་ད་སྤྱི་ཡོངས་ཆ་ནས་གསུངས་པ་ཡིན་ན་དེ་འདྲ་ཅིག་རེད། ད་འདི་ནས་མ་མདོ་སྡེ་བ་བཤད་ཡོང་གི་ཡོད་མདོ་སྡེ་བ་བཀག་ཡོང་གི་ད་མདོ་སྡེ་བ་གིས་མ་འོངས་པ་དེ་བསྟན་མེད་རེད་བཤད་ཀྱི་ཡོད་མ་འོངས་པ་དེ་ཇི་ལྟར་མ་འོངས་པ་ཁས་ལེན་བ་ནང་བཞིན་རྫས་སུ་གྲུབ་པ་དེ་འདྲ་ཁས་ལེན་མར་མ་འོངས་པ་བསྟན་མེད་རེད་ད་ད་ལྟ་བ་རྫས་གྲུབ་ཡིན་པ་དེ་འདྲ་བྱེད་ཀྱི་ཆ་བྱེད་བྱེད་ཡོང་གི་ཡོད་རེད་བ་ད་དེ་ལ་འབྲེལ་པ་མེད་པར་མཐའ་འགྱུར་དེ་གྲོ་ལ་མ་འོངས་ཡོད་མ་ཡིན་དེ་འདྲ་ཡིན་ན་ཆགས་མེད་པར་འདོད་ཆགས་ཅན་དུ་འཇོག་འགྱུར་ད་ཡང་མ་འོངས་པ་གཏན་ནས་མེད་པ་རེད་ཟེར་ལབ་པ་ཡིན་ན་དེ་ཡང་འགྲིག་གི་མ་རེད་གསུངས་པ་རེད།

དཔེར་ན། གྲོར་བ་དགྲ་བཅོམ་པ་སྲིད་པ་མཁའ་ཚོན་འཁོར་བའི་འཆིང་བ་ལས་ཡང་གྲོར་འཚང་མཁན་གྱི་དགྲ་བཅོམ་པ་རྣམས་ལ། དེ་ནི་མ་འོངས་པའི་སྒྲིབ་པ་ཟེར་ཡ་ཅིག་ཡོད་པ་མ་ཡིན་པའོ། ད་ཐེངས་ནང་བཞིན་དུ། དེ་ནི་སོ་སོའི་སྐྱེ་བོ་ད་ལྟ་འཆིང་བ་ཀུན་ལྡན་གྱི་གང་ཟག་གང་ཡིན་པ་དེ་ཡང་མ་འོངས་པར་གྱི་དེ་ནི་ཅིག། ད། སྲིད་པ་མཁའ་ཚོན་འཁོར་བ་ལ་འཁྱམ་ཡག་གི་དེ་ནི་སྒྲིབ་པ་དེ་ཚོ་ཡང་དེ་ནི་མེད་པ་ཉིད་དུ་ཐར་འགྲོ་གི་རེད་གསུངས་ཁྱོད་ཀླུ་ལ་མ་འོངས་པ་རྫས་གྲུབ་མེད་པ་ཁས་ལེན་འགྲོ་གི་རོ་གསུངས་པ་རེད། འོ་དེ་ཡིན་དུས་ཙང་ནས་དེ་ཡང་འགྲིག་མི་འདུག་གསུངས་མ་འོངས་པ་གཏན་མེད་རེད་ཟེར་ལབ་པ་ཡིན་ན་དེ་མི་འགྲིག་ཞེས་པའི་དོན་རེད། གལ་སྲིད་དེ་ནང་བཞིན་དུ་ཡིན་པ་མ་འོངས་པ་གཏན་མེད་ཡིན་པ་ད་དུང་དེ་འདྲ་ཅིག་ཁས་ལེན་སོང་བ་ཡིན་ན། གཅིག་ག་རེ་ཡོད་རེད་ཟེར་ན། ཆགས་མེད་པར་འདོད་ཆགས་ཅན་ལ་འབྱོར་ན་འགྱུར་ཆགས་མེད་པ་ཟེར་དུས་ཟེར་ན་འདི་ཆགས་པ་ལ་གོ་དགོས་རེད་ཆགས་པ་ཟེར་དུས་ཟེར་ན་གཏན་གྱི་གང་ཟག་འདྲ་བོ་ཅིག་ལ་གོ་དགོས་རེད་ཡང་ན་ཤེས་པ་ལ་གོ་དགོས་རེད། དེ་ཡིན་དུས་ཆགས་པ་དང་འདོད་ཆགས་གཉིས་ཀྱི་ཁྱད་པར་དེ་ཆགས་པ་དེ་བསྟན་རེད། འདོད་ཆགས་དེ་བསྟན་པ་རེད། དེ་བཞིན་དུ་ཛཱ་ནའི་ད་དང་དེའི་རྟེན་དེ་གར་ཟེར་ན་གང་ཟག་དང་ཤི་བ་ཡིན་དགུར་བ། འདོད་ཆགས་བསྟན་སྲེད་ཀྱི་རྟེན་དེ། འོ་དེ་ཡིན་དུས་ཆགས་མེད་པ་ཟེར་ཡག་གི་རྟེན་ཆགས་པ་མེད་པར། དེ་ལ་བརྟེན་པའི་གི་འདོད་ཆགས་གང་ཡིན་པ་དེ་ཉིད་ཡང་དེ་ནས་འབྱུང་བ་ཉིད་དུ་ཐལ་བར་འགྱུར། མ་འོངས་པ་ལ། དེ་ནས་ད་དང་དེའི། ད་ལྟ། འདི་རེད་བ། གར་ཟེར། རྟེན་གྱི་གང་ཟག། མ་འོངས་པ་དང། རྟེན་གྱི་ཤི་བ། མ་འོངས་པ་དེ་འདྲ་ཅིག། མེད་པ་ཡིན་པ་ལ། དེ་ལ་བརྟེན་པའི་གི། འདོད་ཆགས་དེ་འདྲའི་དེ། དེ་ནི་འབྱུང་བ་ཐར་པའི་སྐྱོན་ཡིན་དགོས་རེད། གང་ཡིན་ཟེར་ན། འཁོར་བ་དེ་ནི་དེ་དང་དེའི་ལྟ་ཅིག། སོ་སོའི་སྐྱེ་བོ་གཅིག་ཡིན་ནས་བཟུང་སྟེ། སྒྲིབ་པ་མེད་པར་ཐར་བར་འགྱུར་བ་དེ་འདྲ་ནི་མར་བ། དེ་ཡིན་དུས་མ་འོངས་པར་འཁོར་བ་མཐའ་མེད་དུ་དེ་ནི་འཁྱམ་དགོས་ཀྱི་ཡོད་རེད། ད་དེ་འདྲ་བོ་མ་འོངས་པར་འཁོར་བ་མཐའ་མེད་དུ་འཁྱམ་ཡོང་དུས་རྩ་ནས། འདོད་ཆགས་དེ་འདྲའི་ཅིག་འབྱུང་བ་ཡིན་ནའི་དེ་འདྲ་བོ་འདོད་ཆགས་དེ་མ་འོངས་པའི་རྟེན་གྱི་གང་ཟག་ནི་མེད་པ་ཡིན་པ་རེད་མ་འོངས་པ་དེ་འདྲ་མེད་བཟུང་དུ་རྩ་ནས།

འབྲས་བུ་མེད་གཉིས་གང་འདུག་པ་ཟེར་ཡ་དེ་མདོ་སྡེ་བ་རེད་མདོ་སྡེ་བས་ཀྱི་རྒྱུ་ཡི་ནས་ཀྱི་སུ་འབྲས་བུ་མེད་ཟེར་ཁས་ལེན་ཡོང་གི་ཡོད་རེད་མེད་གཉིས་གང་འདུག་ལགས། ད་དེ་འདྲ་བོ་འབྲས་བུ་ཡོད་པ་ཁས་བླངས་ན་ཡང་ཕྱིས་འཇུ་འཛིན་དུ་ཀ་བ་ལ་སོགས་པའི་རྒྱན་བར་དུ་དོན་མེད་འཛིན་དུ་འགྱུར་བ་ཐར་འགྲོ་གི་རེད་ལ་འབྲས་བུ་མེད་པ་ཁས་ལེན་སོང་བ་ཡིན་ན་ཡང་ཕྱིས་འཇུ་འཛིན་དུ་ཀ་བ་ལ་སོགས་པའི་རྒྱན་ནི་དོན་མེད་འགྱུར་རོ་ཟེར་ཡ་དེ་སོང་ད་དེ་ཚོ་མདའ་གར་སོང་གི་རེད་ཟེར་ན་དཔེར་ན་བྱེ་བྲག་སྨྲ་བ་དང་གྲངས་ཅན་པ་ནང་བཞིན་བྱས་ནས་རྒྱུ་ཡི་ནས་ཀ་སུ་འབྲས་བུ་ཆ་ཚང་ཡོད་པ་ཉིད་དུ་ཁས་ལེན་སོང་བ་ཡིན་ན། ད་མ་འོངས་པ་ལ་ཁྱིམ་པས་རྫིག་པོ་ཅིག་ཆགས་ཡག་གི་དོན་དུ་ད་ལྟ་དེ་ནས་རྒྱུ་དཀའ་བ་དང་དེ་ནས་རྡུང་མ་ལ་སོགས་པ་འདྲ་མི་འདྲ་མང་པོ་བཟོ་ནས་སྡུག་དཀའ་ལས་མང་པོ་བརྒྱབ་ནས་ཡ་རྗེན་གི་རེ་བ་ཁང་པ་བརྩིག་གི་རེ་བ་དེ་འདྲ་བོ་བརྩིག་པ་དེ་ཡང་དོན་མེད་པ་ཉིད་དུ་འགྱུར་བ་ཐལ། གང་ཡིན་ཟེར་ན་བརྩིག་མ་དགོས་བ་བརྩིག་བྱེད་ཀྱི་རྒྱུ་དཀའ་བ་དང་རྡུང་མ་དང་ས་ཕག་ལ་སོགས་པ་ཐམས་ཅད་ལ་ཁྱིམ་འབྲས་བུ་དེ་དང་པོ་ཁོ་ན་གྲུབ་བསྡད་པ་ཡིན་པ་ཆུ་རང་ཁས་བླངས་བསྡད་པ་ཡིན་པའི་ཕྱིར་རྒྱུ་ཡི་གནས་སྐབས་སུ་འབྲས་བུ་ཡོད་ཚུལ་ཁས་བླངས་སོང་བ་ཡིན་ན་དེ་ནས་ང་ཚོས་དེ་ནས་ཅིག་ཁང་པ་བརྒྱབ་ཡག་གི་རྒྱུག་ཆ་དེ་ཚོ་ཚུར་ད་ཡོད་བ་ཙམ་ཅིག་གོ་ན་ཁང་པ་འཁྲུག་འགྲོ་བ་ཐུབ་པའི་སྐྱོན་དེ་འདྲ་ཅིག་ཡོང་གི་རེད་ད་གསུངས་པ་ཁྱད་མཚར་འགྱུར་ལ་འབྲས་བུ་ཡོད་པའི་ཕྱིར། དེ་ནས་ང་ཚོ་གིས་དཀའ་ལས་མང་པོ་ཅིག་བརྒྱབ་བསྡད་པ་དེ་ཡང་དོན་མེད་ཉིད་དུ་འགྱུར་འོས་ཟེར་བ་དེ་རེད། དེ་ནས་ཡང་ད་ལྟ་འདི་འབྲས་བུ་གཏན་མེད་རེད་ཟེར་ཁས་བླངས་བསྡད་པ་ཡིན་ན་མདོ་སྡེ་བ་ནང་བཞིན་བྱས་ནས་རྒྱུ་ལ་འབྲས་བུ་གཏན་མེད་རེད་ཟེར་ཁས་བླངས་སོང་བ་ཡིན་ན་ནི་ད་མེད་པ་ངོ་བོ་གོ་ན་གྲུབ་འགྲོ་འདུག་ཙང་ནས་ག་ཟེ་མ་གོ་ག་ཟེ་དེ་ནས་ཅིག།

འོ་དེ་ནང་བཞིན་ཡིན་དུས་ཚང་ནས་རྟེན་མེད་ཉིད་དུ་གྱུར་སོང་བ་ཡིན་ན་དེ་ནི་རྒྱུ་ཡིན་ནའི་སྐབས་སུ་ད་འབྲས་བུ་དེ་གཏན་ནས་མེད་པའི་ངོ་བོ་ཉིད་དུ་གྲུབ་སོང་དུས་ཚང་ནས་དེ་འདྲའི་དེ་འདྲའི་གི་འབྲས་བུ་གཏན་མེད་ཀྱི་ངོ་བོ་ཉིད་དུ་གྱུར་དགོས་ཀྱི་རྒྱུ་དེ་འདྲའི་མང་པོ་ཅིག་ཚུར་འཛོམས་བསྡད་པ་ཡིན་ན་ཡང་ད་དེ་ལ་དེ་ནས་ཅིག་སྡུག་དཀའ་ལས་ག་སེ་འདྲ་བརྒྱབ་བཞག་པ་ཡིན་ན་ཡང་འབྲས་བུ་ཆུད་ནས་གྲུབ་རྒྱུ་མེད་པ་ཅིག་ཡིན་དགོས་རུ་བ། དེ་བྱེད་དུས་ཚང་ནས་ཁང་པའི་གི་རྒྱན་ཆ་ཉིད་བཟོ་བྱེད་ཉིད་དུ་གྱུར་པའི་གི་ནི་རྒྱུ་བྱ་དེ་ཚུར་འཛོམས་དེ་ལ་སྡུག་དཀའ་ལས་ཅིག་བརྒྱབ་བསྡད་པ་ཡིན་ན་ཡང། འབྲས་བུ་ཁྱིམ་དེ་ནི་གཏན་ནས་མ་གྲུབ་པ་ཐར་པའི་སྤྱོད་ཡུལ་འདིར་འབྱིན་དགོས་རེ་གསུངས་པར་དཔེར་ན་བྱེ་མ་ག་སེར་འདྲ་ཅིག་ཚུར་འཛོམས་སོང་བ་ཡིན་ན་ཡང་དེ་ལ་དེ་ནི། ཅེས་དཀའ་བ་བརྒྱ་ཕྲག་བཅས་བཤད་པ་ཡིན་ན་ཡང་འོ་ད་སྣུམ་དོན་རྒྱུ་མེད་པ་ནང་བཞིན་ཡིན་དགོས་རོ་གསུངས་པ་ལྟར་འབྲས་བུ་གཏན་མེད་ཀྱི་ངོ་བོ་ཡིན་ན་དེ་ནི་ཅི་ཡིན་དགོས་རེ་ཞེས་པའི་དོན་རེད། ད་དབུ་མ་པ་འདྲ་གཅིག་ནི་འབྲས་བུ་རྒྱུ་ཡོད་གནས་སྐབས་སུ་འབྲས་བུ་ཡོད་པ་དང་མེད་པ་གང་དུ་ཡང་ཁས་མི་ལེན་ཡོང་གི་ཡོད་རེ་བསྟན་ཅིང་འབྲེལ་བར་འཇུག་ཁོང་ཚུར་གྱི་སྒོ་ནས་དེ་ནི་དེ་དང་དེའི་ད་ཁྱིམ་རྒྱུ་ཙམ་དུ་དཀའ་བ་ལ་སོགས་པས་བརྒྱན་པ་དོན་ཡོད་པ་ཉིད་དུ་འགྱུར་ཡོང་གི་ཡོད་རེ་འོ་ད་དེ་སོང་རེ་འོ་ད་འདྲ་ཅིག། ཨ་འདི་ནི་མ་ད་ལྟ་བ་དགའ་ཡོང་གི་ཡོད་རེད་དངོས་ནས་ཡོངས་སུ་གྱུར་བ་ཡང་ཡིད་ཀྱིས་ཅང་ནས་འཛིན་མི་འགྱུར་དེ་ལྟར་ན་ཡང་ད་ལྟར་བ་ཡོད་པར་མི་མཁས་རྣམས་ཀྱིས་གཙོ་བོ། འདུས་བྱས་ཀྱི་དངོས་པོ་རྣམས་སྐད་ཅིག་སྐད་ཅིག་གིས་དེ་ནི་ཡོངས་སུ་འགྱུར་བ་དེ་འདྲ་ཅིག་རེད། འདུས་བྱས་ཀྱི་དངོས་པོ་དེ་རྣམས་སྐད་ཅིག་སྐད་ཅིག་གིས་ཡོངས་སུ་འགྱུར་བ་དེ་འདྲ་ཅིག་ཡིན་གསུངས་དུས་ཙང་ནས་དེ་འདྲའི་གི་འགྱུར་བའི་གི་དུས་ཚོད་ཐུང་ཐུང་ལྟ་བུ་དེས། མིག། ལ་སོགས་པའི་སྒོ་ངའི་རྣམ་ཤེས་ཀྱི་འཛིན་ཡ་དག་ཕ་བཞག་སྟེ། དེ་ལས་ཡུལ་ཕྲ་བ་ལ་འབྱུང་མཁན་ཡིད་ཀྱི་ཤེས་པ་གང་ཡིན་པ་དེ་གའི་ཡང་ཚུལ་འཛིན་ཐུག་མ་རེད། དེ་ཡིན་དུས་ད་ད་ལྟ་བ་ཟེར་ཡ་གཅིག་ཡོད་པའི་སྒྲུབ་བྱེད་ཆུ་ནི་ཡོད་མ་རེད་ད་ད་བ་འབྱར་བྱེད་ཀྱི་ཚད་མ་ཡོད་མ་རེད་ཞེས་པའི་དོན་རེད། ཡིད་ཀྱི་ཆ་ནི་འཛིན་མི་འགྱུར། གང་ཡིན་ཟེར་ན། འདུས་བྱས་ཀྱི་ཆོས་ཀྱི་དབྱིངས་ནས་བཟུང་སྟེ། སེ་གོལ་གཏུགས་པའི་ཡུན་ཚད་ཀྱི་ཆ་ཤས་ཉིད་དུ་གྱུར་པའི་སྐད་ཅིག་མ་ལྟ་བུ་གྱི་གཡོ་བ་ཉིད་དུ་གྱུར་ཏེ་ཡོད་རེད་བ། འཇིག་རྟེན་སྐད་ཅིག་དེ་འདྲའི་མཐོང་ཐག་ཅིག་ལ་ཡང་གནས་ཀྱི་ཡོད་མ་རེད་དེ་མི་གནས་འོང་དུས་ཙང་ནས་ད་དེ་འདྲ་བའི་དངོས་པོ་ད་ད་བ་གང་ཡིན་པ་དེ་ཉིད། མིག་ཤེས་གི་ཡང་ལ་སོགས་པའི་སྒོ་ངའི་ཤེས་པ་གི་ཡང་མི་འཛིན་མི་ཐུབ། ཡིད་ཀྱི་རྣམ་པར་ཤེས་པའི་སྒོ་ཡང་འཛིན་མི་ཐུབ་བོ་འདུག་ཙང་ནས་དེ་ལྟར་ན་ཡང་དང་འདར་བ་ཡོད་པར་མི་མཁས་རྣམས་ཀྱིས་དོགས་ཟ་དེ་འདྲའི་ཅིག་ཤེས་པ་གང་གི་ཡང་འཛིན་གི་ཡོད་མ་རེད་འཛིན་ཐུབ་ཀྱི་ཡོད་མ་རེད་དེ་ཡིན་ན་ཡང་དེ་ད་འདར་བ་ཟེར་ཡ་ཅིག་ཡོད་པ་དེ་ཡང་དཔེ་དུས་ཚོད་རིང་པོའི་ངོ་བོ་ཉིད་དུ་ཡོད་པ་ཅིག་མི་མཁས་པ། དེ་ནས་ཅིག་སོ་སོའི་སྐྱེ་བོ་དག་པའི་བླུན་པོ་དེ་འདྲས་རྣམས་ཀྱིས་དེ་ནས་ཀྱང་བློ་རྣམ་པར་རྟོག་པའི་གི་དང་འདའ་བ་འཛད་སྒྲུབ་ཀྱི་ཡོད་པར་འཛིན་གྱི་རེད་གསུངས་པ་རེད་དངོས་གནས་བྱས་ན་དང་འདའ་བ་ཡོད་པར་སྒྲུབ་བྱེད་ཀྱི་དེ་ནི་ཚད་མ་གཏན་ནས་ཡོད་མ་རེད་ཞེས་པའི་དོན་གསུངས་པ་རེད། ཧོ་ཡ་རྣམས་ཀྱིས་དོས། ད་འདི་ནས་མ་དེ་ནི་དེ་ཚོ་ཡོད་པའི་སྒྲུབ་བྱེད་དགག་པ་རེད། དེ་ལ། གནས་མེད་དངོས་པོ་ག་ལ་ཞིག་མི་རྟག་པས་ནས་ག་ལ་ཡོད་ག་དེ་དང་པོར་གནས་བྱུང་ན་ཐ་མ་རྙིང་པར་མི་འགྱུར་རོ། ད་ད་ལྟ་བ་ཟེར་ཡག་གི་ང་ཚོས་གནས་བདེ་བ་ཅིག་ཡོད་པ་འཛིན་གི་ཡོད་རེད་དེ། དེ་ནས། གནས་བདེ་ཡག་ཅིག་རྙེད་གི་མ་རེད་ཞེས་པ་དེ་རེད་འཇིག་རྟེན་སྐད་ཅིག་ལ་གནས་གི་མ་རེད་དེང་དུས་གནས་པ་མེད་པ་ཡིན་པ་རེད། གནས་པ་མེད་སོང་དུས་རྩ་ནས་དངོས་པོ་ཟེར་ཡག་ཅིག་ད་ག་བ་རྙེད་གི་རེད་གསུངས་པ་རེད་གནས་མེད་དངོས་པོ་ག་ལ་ཞིག། སྐད་ཅིག་ཙམ་ཡང་དེ་ནས་གནས་པ་མེད་པ་ཅིག་ལ་འདི་དངོས་པོ་རེད་ཟེར་ན་ང་ཚོ་འཛུགས་འཛུགས་ས་ཅིག་ག་བ་རག་གི་རེད་གསུངས་པ་རེད་དངོས་པོ་བདེན་པ་གྲུབ་པ་རེད་ཟེར་ན་ག་ལ་ཞིག། གནས་མེད་དངོས་པོ་ག་ལ་ཞིག་གནས་ཡག་མེད་ན་དངོས་པོ་ཡིན་པར་འགལ་ཟློས་པ་རེད། དེ་ནས་མི་རྟག་པ་ཡིན་ན་གནས་པ་ཡིན་པར་འགལ་ཟློས་ཡོད་དེ། ཁོ་རང་དེ་ནི་མི་རྟག་པའི་གི་རང་བཞིན་དེ་འདྲས་ཅིག་ཡིན་གི་ཡོད་ན་སྐད་ཅིག་སྐད་ཅིག་གི་འཇིག་འགྲོ་བའི་རང་བཞིན་ཅན་ཅིག་ཡིན་གི་ཡོད་ན་གནས་པ་ཟེར་ཡག་ཅིག་ག་ལ་ཡོད་མི་རྟག་པའི་གནས་ག་ལ་ཡོད། དེ་བྱེད་དུ་ཚང་ནས་གནས་པ་མེད་པ་ཡིན་ན་དངོས་པོ་ཡིན་མི་སྲིད། མི་རྟག་པ་ཡིན་སོང་བ་ཡིན་ན་གནས་པ་མེད། དེ་ཡིན་དུས་གཙང་ནས་ད་འདུས་བྱས་ཀྱི་ཆོས་ཅིག་ཡིན་ནས་བཟུང་ན་དངོས་པོ་གྲུབ་པ་བྱས་ས་ནི་རག་གི་མ་རེད་ཞེས་པའི་དོན་རེད་མི་རྟག་པའི་གནས་ག་ལ་ཡོད། ད་དེ་ལ་གནས་པ་ལྟས་སུ་ཡོད་རེད་དང་པོ་སྐྱེ་དེ་ནས་ལྟས་སུ་གནས་དེ་ནས་འཇིག་འགྲོ་རེད་ལབ་པ་ཡིན་ན་གར་དེ་དང་པོར་གནས་གྱུར་ན་ཐ་མ་རྙིང་པར་མི་འགྱུར་རོ་ད་དང་པོར་ཡ། ཅིག་དངོས་པོ་ཅིག་གྲུབ་ནས་དེ་གནས་པ་དེ་འདྲ་ཅིག་ཡིན་བདེ་བ་ཡིན་ན། ད་ཁོ་གནས་ན་འགྱུར་བ་མེད་པའི་ཚུལ་གྱི་སྒོ་ནས་གནས་པ་ཅིག་ཡིན་དགོས་རུང་བ། འགྱུར་བ་མེད་པའི་ཚུལ་གྱི་སྒོ་ནས་གནས་བདེ་བ་ཅིག་ཡིན་པ་ཡིན་ན་ཐ་མ་རྙིང་པ་ཆགས་ཡ་མེད་ཆོས་ཅིག་ཡིན་དགོས་རེད་གསུངས་པ་རེད་ཁོ་འགྱུར་བའི་ཆོས་ཅན་འདྲ་བོ་ཅིག་ཡིན་ན་ཁོ་ལ་གནས་པ་མེད་པ་ཡིན་དགོས་རེད་རྙིང་པ་ཆགས་རྒྱུ་ཡོད་མཁན་ཅིག་ཡིན་ན་འགྱུར་བ་ཡོད་པའི་དངོས་པོ་ཅིག་ཡིན་དགོས་རེད་དེ་བྱེད་དུས་ཚང་ནས་རྙིང་པ་ཆགས་རྒྱུ་ཡོད་པ་དང་གནས་བདེ་བ་གཉིས་པོ་དེ་དེ་ནི་འགལ་བ་རེད་ད་ང་རང་ཚོ་ལ་དངོས་ནས་འགལ་རིགས་མི་འདུག་གནས་བདེ་ཡོད་རུང་ད་ང་ཚོ་ས་ཁ་སེ་ངེ་མ་གོང་ས་མདང་ནས་བཟུང་ནས་ཤི་དྲག་གནས་བདེ་ཡོད་རུང་བ། དེ་ཡིན་དུས་ང་ཚོ་ལོ་ངོ་ལ་འགལ་རིགས་མ་རེད་དོ་ད་དངོས་ཡོད་གནས་ཚུལ་ཐོག་ནས་དེ་ནི་འགལ་བདེ་ཡོད་རེད་དེ་གནས་ཡུལ་ཡོད་མ་རུང་བ། ད་ཡག་པོ་དཔེ་ན་ཅིག་ཁ་སང་སྔོན་མ་ང་ཚོ་འདི་ཆེ་བཞིར་ཁྲག་སྣོམ་ཆེ་བཞིར་འདྲ་བོ་ཅིག་གི་གདོང་པ་དེ་ཚོ་ཡག་པོ་ཅིག་བཏགས་ཟླ་བ་གཉིས་གི་མན་ད་ལྟ་ཅིག་བཏགས་ཡོད་ན་དགའ་རོགས་དེ་ནང་འཇུ་བ་ཐེབས་ཚར་ཡོད་རེད་ད། འདི་པར་རོ་ལ་དཔེ་ན་གཟུགས་པོ་གི་དེ་ནི་རྩ་ཕྲན་མང་པོ་ཅིག་ཆད་ཚར་རོ། དེ་བཞིན་དེ་ཕལ་ཆེར་སྔགས་ཀྱི་ལ་དེ་འདྲ་གསུངས་གི་འདུག་ཚན་རིག་གི་དེ་འདྲ་ཤེས་གི་ཟེར་བ། ལོ་ཉི་ཤུ་རྩ་ལྔ་བར་དུ་རྩ་དེ་ནི་ཚང་མ་ཡག་གསོས་པའི་སྐབས་རེད། ཉི་ཤུ་རྩ་ལྔ་ནས་ཡོད་ཚད་ནི་ཉི་མ་རེ་ལ་རྩ་སྟོང་ཕྲག་ག་ས་ཡང་ཅིག་འཕྲོ་བརླག་ཆགས་ན་འདོད་གཟུགས་པོ་ནང་གི་དེ་ཆགས་ཡོད་དུ་བཙལ་ན་དེ་ནི་ག་ཚོད་ན་པགས་པ་དང་དུང་ཁུམ་ཡག་དང་ལྟག་འདི་གཅིག་དེ་མ་དགོས་ཡག་དེ་ནི་མགོ་དང་གཙུག་འགྲོ་རུ་ཟེར་གྱི་འདུག་ཨོ་དེ་ནང་བཞིན་རེད་དེ་བྱེད་དུ་བཙལ་ནས་སྐུ་སྐེ་གཅིག་སྐེ་གཅིག་གི་གཡོ་བའི་རང་བཞིན་དེ་འདྲ་ཞིག་རེད་དུ་ཡོད་རེད་ཨོ་དེ་ཡིན་དུས། མི་དག་པ་ཡིན་ན་ནད་པ་ཡོད་ཡོད་མ་རེད་གསུངས་པ་རེད། གལ་སྲིད་དཔེར་ན་དང་པོ་གོ་ན་ནད་དེ་འགའི་ཅིང་ཐ་མ་རྙིང་པ་ཆགས་ཡ་མེད་ཆོག་ཅིག་ཡིན་དགོས་རེད་དེ། ཨོ་དེ་ཡིན་དུས་ནད་དེ་བ་དང་རྙིང་པ་འགྱུར་འགྲོ་བ་གཉིས་པོ་དེ་འགར་བ་རེད་ཐ་མར་རྙིང་པར་མི་འགྱུར་རོ་གསུངས། ཨོ་དེ་ཕྱིར་ཧོབ་ཏུ་ཀ་ལ་སྙིང་བ་ཆགས་འགྲོ་གི་མ་རེད། དཔེར་ན་ང་ཚོ་རྒན་འཁོགས་ཆགས་དུས་ཧོབ་ཏུ་ཀ་ལ་རྒན་འཁོགས་ཆགས་ཀྱི་མི་འདུག་སྙམ་དུ་བསྡད་ཀྱི་འདུག་ཤུན་ཧྭ་གུག་མོ་དང་ང་ཚོ་རྒས་འགྲོ་གི་ཡོད་པ་དེ་མི་འདུག། ད་སྔོན་མ་ནས་ང་ཚོ་ལོ་བརྒྱད་དགུ་བཅར་རྒྱུ་སྙམ་དུ་འདི་ན་བསྡད་ཀྱི་འདུག་རྩ་ནས་ཅག་ཞི་དྲག་ཅི་ཤེས་འདི་ཤེས་ཅག་མི་འདུག། ད་ཧོབ་ཏུ་ཀ་ལ་ཡང་སྨན་ཁང་ནས་བདུན་ཕྲག་གཅིག་སུ་ཉལ་དགོས་ཡ་ཆགས་ན་ནི་འགྱུར་བ་ཅིག་ཆུ་ཆེན་པོ་དེ་གི་འདུག་མ་འདུག་ཞེ་ད་གལ་ཆེ་དེ་གི་མི་འདུག།

ཇི་ལྟར་རྣམ་ཤེས་གཅིག་གིས་ནི་དོན་གཉིས་རྣམ་པར་མི་ཤེས་པ་དེ་བཞིན་རྣམ་ཤེས་གཉིས་ཀྱིས་ནི་དོན་གཅིག་རྣམ་པར་མི་ཤེས་སོ། ད་སྐད་ཅིག་མ་གནས་པ་ཟེར་ཡ་སྟེ་ཚད་མའི་ཡང་སྙིང་མ་རེད་གསུངས་པ་རེད། དཔེར་ན། ཇི་ལྟར། རྣམ་ཤེས་གཅིག་གིས་ནི་དོན་སྐད་ཅིག་སྔ་ཕྱི་གཉིས་རྣམ་པར་འཛིན་གྱི་མ་རེད། རྣམ་ཤེས་སྐད་ཅིག་མ་གཅིག་གིས། ཡུལ་སྐད་ཅིག་མ་སྔ་ཕྱི་གཉིས་མཉམ་དུ་འཛིན་གྱི་མ་རེད། རྒྱུ་མཚན་ག་ཟེར་ན། ཡུལ་གྱི་སྐད་ཅིག་མ་དེ་དག་རྣམ་ཤེས་སྐད་ཅིག་མ་གཉིས་དོན་སྙོམས་འགྲོ་བ་གཅིག་པ་རེད་བ་དེ་བས་རུང་དང། དེ་བྱེད་དུས་ཚང་ནས། རྣམ་པར་ཤེས་པ་གཅིག་གིས་ཡུལ་སྔ་ཕྱི་བ་གཉིས་འཛིན་གྱི་མ་རེད། བ་ཡ། ད་ང་ཚོའང་ཧོབ་དགའ་བཏང་དུས་འཛིན་པའི་བཟོ་འགྲོ་བ་དོ། ནམ་ཞིག་གིས། ངས་ཁ་སང་ང་ཚོ་འདི་ཤིང་སྡོང་ཡང་མཐོང་ཚོ་དེ་རིང་ཡང་མཐོང་གི་འདུག་ཟེར་ཡ་འགྲོ་དེ་འདྲའི་ལྗོན་གྱི་ཐོག་ནས་ཡོད་ཆོག་གི་རེད་དེ་ཡིན་ན་རྣམ་ཤེས་སྐད་ཅིག་མ་གཅིག་གིས་ཡུལ་སྐད་ཅིག་མ་གཉིས་འཛིན་གྱི་མ་རེད། དོན་རྣམ་པར་མི་ཤེས་པ། དེའི་ནང་བཞིན་དུ་ཡང་རྣམ་པར་ཤེས་པ་སྐད་ཅིག་མ་སྔ་ཕྱི་གཉིས་ཀྱི་ཡུལ་གྱི་དོན་སྐད་ཅིག་མ་གཅིག་འཛིན་གྱི་མར་བ། རྒྱུ་མཚན་ག་ཟེར་ན་ཁོ་ཚོ་གཉིས་ཀ་དུས་མཉམ་རེད་བ། སྐྱེ་བ་དུས་མཉམ་གནས་པ་དུས་མཉམ་ལས་དུས་རེད་དེ། འོ་དེ་ཡིན་དུས་དེ་ནི་དངོས་གནས་ཀྱི་གཅིག་གནས་པ་ཟེར་ཡག་གི་འཛིན་མཁན་གྱི་བློ་ཅིག་དང་མེད་པ་ཡིན་པ་རེད་གསུངས་པ་རེད་དོན་སྤྱིར་རྣམ་པར་མི་ཤེས་སོ། ད་ལྟའི་དུས་ལ་གནས་ཡོད་ན། གནས་པ་དུས་སུ་མི་འགྱུར་རོ། ཅེས་ཏེ་གནས་མེད་ན་གནས་པ་མེད་པར་མཐའ་ཡང་ཡོད་མ་ཡིན། ད་དེ་གསུངས་འདུག་ད་ནི་འདི་ན་དྲི་བ་གཉིས་དྲིས། རེས་གལ་ཏེ་ད་དུས་ད་ལྟ་བ་ཟེར་ཡ་དེ་ལ་གནས་པ་ཅིག་ཡོད་བསམ་བསྡད་པ་ཡིན་ན། དེ་ནི་དེའི་སྐབས་སུ

ད་དེ་འདྲ་ཡིན་གྱི་ཡོད་ན། གནས་པ་དེ་དུས་སུ་མི་འགྱུར་བ་དེ་རུ་སྐྱོན་ཡོང་གི་རེད། གནས་པ་དེ་དུས་ཉི་ཁ་ཁ་ཡིན་དགོས་རེད་གསུངས་པ་རེད། དཔེར་ན། དེ་ནས་ལྷས་སྦྱིན་ལ་ལག་པ་ཡོད་པ་ཡིན་ན་ལག་པ་དེ་ལྷས་སྦྱིན་མ་ཡིན་དགོས་རུ་བ། ད་གལ་སྲིད་ལག་པ་དེ་ལྷས་སྦྱིན་ཡིན་སོང་བ་ཡིན་ན་ལག་པ་གོག་འགྲོ་བ་ནས་གོས་སུ་ལྷས་སྦྱིན་གོག་འགྲོ་བ་དེ་རུ་སྐྱོན་ཡོང་གི་རུ་བ། འོ་དེ་བྱེད་དུས་ཙང་ནས་གར་དེ་དུས་ལ་དུས་ཁོ་རང་ལས་ཐ་དད་པའི་གི་གནས་པ་ཅིག་ཡོད་སོང་བ་ཡིན་ན། དེ་ནས་སྐབས་དེ་དུས་གནས་པ་དེ་དུས་ཚོད་མ་ཡིན་པ་ཉིད་དུ་འགྱུར་དགོས་རེད། གནས་པ་དུས་སུ་མི་འགྱུར་རོ། ང་ཡ་ཨ་དེ་བྱེད་དུ་བརྩམས་ན་ད་ལྟ་བ་དེ་གནས་པ་ཡིན་ཟེར་ལ་བ་དེ་མི་འགྲིག་པ་ཆགས་འགྲོ་གི་རེད། ཡང་ཅི་སྟེ། དུས་གང་ཡིན་པ་དེ་ཉིད་ལ་གནས་པ་དེ་འདྲས་ཀྱི་ཁོ་རང་ལ་ཐ་དད་པ་མེད་ཟེར་ལབ་པ་ཡིན་ན། ད་དེ་འདྲས་ཀྱི་དུས་གང་ཡིན་པ་དེ་བར་དུ་གནས་པ་མེད་སོང་བ་ཡིན་ན། ཐ་མ་འཇིག་པ་ཡང་དེ་ན་ཡོད་པ་མ་ཡིན་པར་ཐལ་འགྲོ་གི་རེད། མི་གནས་འོང་དུ་བརྩམས་ནས་མ་སྐྱེས་དགོས་རེད་མ་སྐྱེས་འོང་དུ་བརྩམས་ནས་མི་འཇིག་དགོས་རུ་བ་དེ་བྱེད་དུས་མཐར་ཡང། འཇིགས་པ་དེ་འདྲ་ཡང་དེ་ནས་ཡོད་པ་མ་ཡིན་པ་དགོས་རེད་གསུངས་དེ་ཡིན་དུས་ཙང་ནས་དེ་ནི་ད་ལྟ་འདི་ད་འཇིགས་པ་མ་ཡིན་པ་ཡིན་དུས་དཔེར་ན་ད་ལྟ་བའི་མཚན་ཉིད་དེ་ལ་སྐྱེས་ལ་གནས་པ་ཟེར་ལ་ཡོད་དུས་དེ་དེ་འདྲ་བོ་དེ་ཡག་པོ་རིགས་པའི་རྣམ་པར་བརྟག་ཅིག་ཅེས་བྱ་བ་ཡིན་ན་གནས་པ་དེ་ད་ལྟ་བའི་མཚན་ཉིད་ཡིན་པ་དེ་ནི་འགྲིག་གི་མི་འདུག་ཟེར་ཡ་དེ་རེད་གནས་པ་དེ་ད་ལྟ་བའི་མཚན་ཉིད་དེ་འདྲ་ཅིག་ཡིན་གསུང་གི་ཡོད་ན་དེ་ད་ལྟ་བ་དེ་མི་ད་པ་མ་ཡིན་པ་ད་འགྲོ་གི་རེད་ཞེས་པའི་དོན་ཨོ་ད་དེ་འདྲ་ཞིག་ནི་བསྟན་པ་རེད་མེད་པར་མཐར་ཡང་ཡོད་མ་ཡིན། ཅེས་ཏེ་མི་རྟག་དངོས་ཤེས་ན་དངོས་པོ་མི་རྟག་པར་མི་འགྱུར་གཅིག་ནས་མི་རྟག་ཉིད་གང་ཡིན་དེ་ཉིད་དངོས་དེ་ག་ལ་གནས་ཞེས་བྱ་བ། གར་དེ་ཡང་དྲི་བ་གཅིག། མི་རྟག་པ་དེ་དང། དངོས་པོ་ད་ལྟ་བ་རྣམ་པ་གཉིས་པོ་དེ་གཅིག་རེད་ཐ་དད་རེད། མི་རྟག་པ་དེ་དང་དངོས་པོ་ད་ལྟ་བ་ཟེར་ཡ་གཉིས་པོ་དེ་གཞན་ཡིན་གྱི་ཡོད་ན། འོ་ན་དངོས་པོ་དེ་ཆོས་ཀྱི་ཆོས་མི་རྟག་པ་མ་ཡིན་པར་ཐལ། ཆོས་དང་མི་རྟག་པ་རྣམ་པ་གཉིས་པོ་དེ་ངོ་བོ་གཞན་ཡིན་པའི་རྒྱུ་མཚན་ཉིད་ཀྱི་ཕྱིར་གསུངས་པར་དངོས་པོ་མི་རྟག་པར་མི་འགྱུར། གལ་སྲིད་དཔེར་ན་མི་རྟག་པ་དེ་དང་དངོས་པོ་དང་འདའ་བ་གཉིས་གཅིག་ཡིན་ཟེར་ལབ་པ་ཡིན་ན་མི་རྟག་ཉིད་གང་མི་རྟག་ཉིད་གང་ཡིན་པ་དེ་ཉིད་དངོས་དེ་ག་ལ་གནས། ཨ་མི་རྟག་པ་དང་དངོས་པོ་རྣམ་པ་གཉིས་པོ་དེ་ངོ་བོ་གཅིག་ཏུ་གྱུར་སོང་བ་ཡིན་ན་མི་རྟག་པ་ཟེར་ཡ་དེ་སྐད་ཅིག་སྐད་ཅིག་གི་གནས་དེ་ཡང་མེད་མཁན་གཅིག་དང་ངོས་འཛིན་བྱེད་དགོས་དུ་ཙང་ནས་དེ་ནི་དངོས་པོ་དང་འདའ་བ་ཟེར་ཡ་དེ་ག་བ་གནས་ཀྱི་རེད་གནས་ཀྱི་མ་རེད་ཁོ་མི་རྟག་པའི་རང་བཞིན་ཡིན་པའི་རྒྱུ་མཚན་ཡིན་གྱི་ཕྱིར་རོ་ཞེས་པའི་དོན་རེད་དེ་ཉིད་དངོས་དེ་ག་ལ་གནས། ད་འདི་ལ་དེ་ནས་ཚུར་སྐྱོན་སྤོང་བྱེད་སྲོལ་ཡོང་གི་ཡོད་རེད་མི་དག་ཉི་སྐར་སྟོབས་ཆུང་དེ་གནས་པ་སྟོབས་ཆུང་མ་ཡིན་ན་ཕྱིན་ན་དེ་དག་ངེས་པར་གོ་ལྡོག་པར་ཅི་ཡིན་མཐོང་བར་འགྱུར། དེ་མ་རེད་དཔེར་ན། ད་ལྟ་བ་ཟེར་ཡ་དེ་གཙོ་བོ་གནས་པའི་གི་ཆ་ནས་བཤད་དགོས་རེད། མི་དག་པ་ཟེར་ཡ་དེ་འཇིག་པའི་གི་ཆ་ནས་བཤད་དགོས་ཡོད་རེད། ཡིན་རྒྱུ་ད་ལྟ་བ་དེ་མི་དག་པ་རེད་འདོད་ཡོད་རེད་དེ་ཡིན་ན་ཡང་ད་ལྟ་བའི་སྐབས་སུ་མི་དག་པ་དེ་དང་དེ་ནས་ད་ལྟ་འདི་གནས་པ་གཉིས་པོ་དེ་གནས་པ་དབང་ཆ་ཆེ་གི་ཡོད་རེད་གནས་པ་སྟོབས་ཆེ་བ་རེད་མི་རྟག་པ་སྟོབས་ཆུང་བ་རེད། མཐར་དེ་ནས་མི་རྟག་པ་ཆགས་ཡོང་བའི་སྐབས་སུ་ཡང་གནས་པ་དེ་སྟོབས་ཆུང་རུ་ཆགས་ནས་མི་རྟག་པ་དེ་སྟོབས་ཆེ་རུ་ཆགས་སོང་བ་ཡིན་པ་རེད་དེ་ཡིན་དུས་སྟོབས་ཆེ་ཆུང་གི་ཐོག་ནས་དེ་ནས་ཁོ་གཉིས་ཀྱི་མངོན་གསལ་མཐོང་མ་མཐོང་གི་ཁྱད་པར་དེ་འདྲ་ཞིག་ཡོང་གི་རེད་ཟེར་ཡ་དེ་རེད་མི་རྟག་པ་གཉིས་གར་ང་ད་དཔེར་ན་དངོས་པོ་གཅིག་གི་སྟེང་དུ་སྟོབས་ཆུང་ཆུང་ཆགས་བསྡད་པའི་སྐབས་ལ་དེ་ནས་གནས་པ་ཟེར་ཡ་དེ་སྟོབས་ཆུང་ཆུང་མ་ཡིན་པ་ཆེན་པོ་དེ་འདྲ་ཞིག་ཡིན་ནོ་ཞེ་ན་ཟེར་གི་རེད། སྟོབས་ཆུང་མ་ཡིན་ན་ད་སྟོབས་ཆུང་ཆུང་མ་ཡིན་ན་སྟོབས་ཆེན་པོ་ཡིན་དགོས་རེད་བ་སྟོབས་ཆེན་ཡིན་བསམ་ན། ད་དེ་འདྲས་ཡིན་གྱི་ཡོད་ན་གནས་པ་དེ་སྟོབས་ཆེན་པོ་ཡིན་དུས་ཙང་ནས་སྟོབས་ཆེན་པོ་དེ་ཆུང་ཆུང་དེ་ག་དུས་ཡིན་ན་ཕམ་ཐུག་གི་མ་རེད་བ། དེ་ཡིན་དུས་ཙང་ནས་ཁྱེད་ནས་དེ་དག་ངེས་པར་གོ་ལྡོག་པར་ཅི་ཡིན་མཐོང་བར་འགྱུར། དེ་ནས་བལྟས་ཚེ་རྗེས་ལ་ཡང་སྐུ་ཉིད་འདྲས་བྱས་ནས་འགྱུར་བ་ལམ་སང་ག་རེ་ཅན་ཐེབས་འགྲོ་གི་རེད། གནས་པ་དེ་དཔེ་སྟོབས་ཆེན་པོ་ཡིན་གྱི་ཡིན་ཞེས། དེ་ནས་མི་རྟག་པ་དེ་སྟོབས་ཆུང་ཆུང་ཡིན་ཟེར་ལབ་རེད་བ། དང་ཧོབ་དེ་ག་ལ་མི་རྟག་པའི་སྟོབས་ཆེན་པོ་ཆགས་ནས་གནས་པ་སྟོབས་ཆུང་ཆུང་ག་ནས་བྱུང་ནས་ཆགས་ཟེར་གྱི་རེད་ག་ཟེར་ན་མི་རྟག་པ་སྟོབས་ཆུང་ཆུང་དེ་གིས་གནས་པ་སྟོབས་ཆེན་པོ་དེ་ལ་གནོད་པ་ག་དུས་ཡིན་ན་བྱེད་ཐུབ་མར་བ་དེ་བྱེད་ཐུབ་སོང་ནས་དེ་ནས་ག་དུས་ཡིན་ན་གནས་ཐུབ་དགོས་ཡ་མ་གཏོགས་མི་རྟག་པ་མ་ཡིན་པའི་རང་བཞིན་ཆགས་དགོས་ཀྱི་འདུག་བ་གསུངས་པ་རེད། ངོ་དེ་ཡིན་དུས་ཕྱིས་སུ་ཡང་དེ་ནི་མི་རྟག་པ་ཡིན་པ་ཉིད་དུ་མ་ཡིན་པ་ཉིད་དུ་འགྱུར་འགྲོ་གི་རེད་ཟློ་བ་གཅིག་ཡང་མཐོང་བར་འགྱུར་ཞེས་པ་དེ་རེད། གར་དེ་མི་རྟག་སྟོབས་ཆུང་ངུའི་དངོས་པོ་ཀུན་ལ་ཡོད་ན་ནི་ཀུན་ལ་གནས་པ་མེད་པ་ཡིན་ན་ཐམས་ཅད་མི་རྟག་མིན། འོ་ད་དེ་མ་རྟག་མི་རྟག་པ་གལ་སྲིད་ཡང་ཁྱོད་རང་གིས་ཨོ་མ་རེད་མ་རེད་ད་ཅིག་ད་ཅིག་ངས་དེ་འདྲ་ཅིག་ལབ་པ་རེད་དེ་ཡིན་ན་མི་རྟག་པ་སའི་སྟོབས་ཆུང་ཆུང་མ་རེད་ག་དུས་ཡིན་ན་མི་རྟག་པ་དེ་དངོས་པོ་ཐམས་ཅད་རིང་དུ་སྟོབས་ཆེན་པོའི་ཚུལ་གྱིས་ཀུན་ལ་གནས་དུ་ཡོད་རེད་ལབ་པ་ཡིན་ན། གར་དེ་མི་རྟག་སྟོབས་ཆུང་མིན་དངོས་པོ་ཀུན་ལ་ཡོད་པ་ཡིན་ན་ནི་མི་རྟག་པ་དེ། དེ་ནི་དངོས་པོ་ཐམས་ཅད་ལ་གནས་པ་མེད་པ་ཁས་ལེན་དགོས་རེད། ཀུན་ལ་གནས་པ་མེད་པའམ། ཡང་ན་དེ་ནི་དངོས་པོ་དེ་དག་ཐམས་ཅད་ལ་གནས་པ་ཡོད་སོང་བ་ཡིན་ན་ནི་མི་རྟག་པ་མ་ཡིན་ཟེར་ཁས་བླངས་ན་ཡག་ཤོས་རེད། མི་རྟག་པ་ཡིན་པ་ཁས་བླངས་ཡང་དང་གནས་པ་ཡོད་པ་ཁས་ལེན་པ་གཉིས་པོ་དེ་འགལ་བ་རེད་ཞེས་པའི་དོན་རེད། གལ་ཏེ་མི་རྟག་སྟོབས་ཆུང་མིན་དངོས་པོ་ཀུན་ལ་ཡོད་ན་ནི་ཀུན་ལ་གནས་པ་མེད་པ་ཉིད་དུ་ཐལ་འགྲོ་བར་གནས་པ། ད་ལྟ། མི་རྟག་པ་སྟོབས་ཆུང་ཆུང་མ་ཡིན་པར་སྟོབས་ཆེན་ཡིན་ན་དངོས་པོ་ཐམས་ཅད་ལ། དེ་ནི་དངོས་པོ་ཐམས་ཅད་ལས་གནས་པ་མེད་ཟེར་ཁས་ལེན་ནི་ཡག་ཤོས་རེད་གསུངས་པ་རེད། ཡང་ན་དེ་ནི་དངོས་པོ་ཐམས་ཅད་ལ་གནས་པ་ཡོད་གསུངས་བ་ཡིན་ན་ནི་དངོས་པོ་ཐམས་ཅད་མི་རྟག་པ་མ་ཡིན་ཟེར་ཁས་ལེན་ན་ད་ཡག་རེད་ཞེས་པའི་དོན་རེད་དེ་མ་གཏོགས་ཁོང་ཚོ་གཉིས་ཀ་དེ་ནས་གཞི་མཐུན་དུ་ཁས་ལེན་གསུངས་བ་ཡིན་ན་འགྲིག་མ་རེད་ཞེས་པའི་དོན་རེད། ཡང་ན་ཐམས་ཅད་མི་རྟག་མིན། ག་དེ་རྟག་དང་མི་རྟག་གཉིས་ཡོད་ན་རྟག་ཏུ་གནས་ཡོད་མེད་ཡང་ན་རྟག་པར་གྱུར་ཟེར་ནས་ཕྱི་ནས་མི་རྟག་པར་འགྱུར་རོ། དེ་ཙམ་གྱིས་མ་ཚད་གལ་ཏེ། དུས་རྟག་ཏུ་དངོས་པོ་ཐམས་ཅད་དེ་མི་རྟག་པའི་གི་རང་བཞིན་དུ་གྲུབ་མི་རྟག་པའི་རང་བཞིན་དུ་ཡོད་པ་ཡིན་ན། དངོས་པོ་ཐམས་ཅད་འདུས་བྱས་ཀྱི་ཆོས་ཅིག་ཡིན་ནོ་གསུངས་པས་མི་རྟག་པའི་རང་བཞིན་དུ་ཡོད་པ་ཡིན་ན། དེ་ནི་དུས་རྟག་ཏུ་འདུས་བྱས་ཀྱི་ཆོས་དེ་དག་ལ་གནས་པ་ཟེར་ཡ་གཅིག་དག་ཡོད་པ་མ་ཡིན་དགོས་པོ་རེད། ད་ཡང་དང་པོ་གནས་པ་ཡོད་ཕྱིས་སུ་མི་རྟག་པ་ཡིན་ཟེར་ལབ་པ་ཡིན་ན་ད་དེ་ལྟའི་ཁྱད་མཚར་དེ་ཡི་རེད་ད། དང་པོ་དེ་ནི་གནས་པ་ཡོད་བདེ་བའི་སྐབས་སུ་ཁོ་རྟག་པ་ཡིན་པ་ཆགས། རྟག་པ་ཡིན་ཚར་བའི་གི་རྗེས་དེ་ནས་ཧོབ་ཏི་ཀ་ར་དེ་ནི་མི་རྟག་པ་ཉིད་དུ་འགྱུར་ཟེར་ལབ་པ་ཡིན་ན་ཡང་དག་དེ་འདྲའི་གི་གནས་སྟངས་ཅིག་ཁས་མ་ལེན་རན་ལ་ཆག་གི་རེད་དཱ་དེ་ཡིན་སོང་བ་ཡིན་ན་བུམ་པ་དེ་དང་པོ་རྟག་པ་ཡིན་ཕྱིས་སུ་མི་རྟག་པར་འགྱུར་ཟེར་ལབ་པ་དགོས་བ་དེ་འདྲ་ཅིག་ཆག་ཡོང་གི་རེད་དེ་ཡིན་ན་དེ་ནི་སངས་རྒྱས་ཀི་གསུང་དང་དེ་ནི་འགལ་འགྲོ་གི་རེད་སོང་བ་འདུ་བྱེད་ཐམས་ཅད་མི་རྟག་པ་སོ་ནི་ག་དུས་ཡིན་ན་མི་རྟག་པ་ཡིན་བ་སོང་དེ་ཡང་དེ་ན་དེ་ནི་འགལ་འགྲོ་གི་འདུ་བ་ཞེས་པའི་དོན་རེད་ཕྱིས་ནི་མི་རྟག་པར་འགྱུར་རོ། འོ་དེ་ཅི། གར་དེ་གནས་པ་མི་རྟག་དང་ལྷན་ཅིག་དངོས་ལ་ཡོད་ན་ནི་མི་རྟག་ལོག་པར་འགྱུར་བ་ཡིན་ན་གནས་པ་རྫུན་པར་འགྱུར། ད་དུང། གར་དེ། མི་རྟག་པ་དང་གནས་པ་གཉིས་པོ་དེ་དངོས་པོ་གཅིག་གི་སྟེང་ལ་ཡོད་ན་གསུངས་པ་རེད། གར་དེ་གནས་པ་དང་གཅིག། མི་རྟག་པ་དང་གཉིས་དེ་གཉིས་པོ་དེ་ལྷན་ཅིག་ཏུ་དངོས་པོ་བུམ་པ་ལྟ་བུའི་སྟེང་ལ་ཡོད་ཟེར་ལབ་པ་ཡིན་ན། ད་གུ་གཉིས་གང་ཡང་རུང་བ་གཅིག་རྫུན་མ་ཆགས་པ་རེད་ཞེས་པའི་དོན་རེད་ད། མི་རྟག་ལོག་པར་འགྱུར་བའམ། ཨོ་ད་ཚ་བ་ཚ་ཐལ་ཁོ་ནས་མར་ཚང་མ་འཁྱག་པ་ཆགས་སུ་འདུག་ཟེར་ལབ་པ་ནང་བཞིན་ཆགས་འགྲོ་གི་རེད་ཟེར་གི་རེད་ད།

ད་དེ་ནི་མ་དྲན་པས་ཀྱི་སྒྲུབ་བྱེད་འགག་ཡོང་གི་ཡོད་རེད། མཐོང་ཚེ་དངོས་པོ་མིན་ན་ཞིག་སླར་ཡང་སེམས་ཅན་མིན་ཐལ་ན་དྲན་པ་ཤེས་བྱ་ལོག་པ་ཡི་ཐོ་རངས་ལོག་པ་ཁོ་ན་འབྱུང་ད་འདི་ན་གར་ཟེར་ན་དེ་འོ་དེ་སྐྱོན་ཡོད་མ་རེད། རྒྱུ་མཚན་ག་རེད་ཟེར་ན། ང་ཚོ་འདི། དཔེར་ན། དུས་ཟེར་ཡ་དེ་ཡོད་དགོས་ཀྱི་འདུག་དུས་འདས་པ་ལྟ་བུ་དེ། དཔེར་ན་ཁ་སང་ལྟ་བུ་གཅིག་ལ་བདེ་སྡུག་བཟང་ངན་ལ་སོགས་པ་གང་འདྲིས་ཀྱིས་མྱོང་བ་ཡིན་ན་དེ་རིང་དྲན་རྒྱུ་འདུག་བ་སོགས་མྱོང་བ་དེ་འདྲ་ཅི་ཅི་ཡོད་རུང་བ། དེ་ཡིན་དུས་ད་དྲན་པ་ཡོད་པའི་རྒྱུ་མཚན་འདྲ་བོ་དེ་ཁ་ཚང་གི་དུས་དེ་བདེན་གྲུབ་ཡིན་པའི་རྒྱུ་མཚན་ཁོ་ནས་དེ་རིང་དྲན་གྱི་ཡོད་རུང་མ་གཏོགས་པས་ཁ་སང་གི་དུས་དེ་རི་བོང་རྭ་ཀུན་ཀྱང་འདྲ་བོ་ཅིག་ཡིན་སོང་བ་ཡིན་ན་དེ་ནི་དེ་རིང་ག་བ་དྲན་སྲིད་ཀྱི་རེད་ཟེར་དེ་རེད། ད་དེ་ལ་ཡང་དེ་མ་རེད་དུས་བདེན་གྲུབ་ཡོད་པའི་རྒྱུ་མཚན་ཁོ་ནས་དྲན་གྱི་ཡོད་མ་རེད་གསུངས་པ་རེད། མཐོང་ཟིན་པའི་དངོས་པོ་གང་ཡིན་པ་དེ་ནི་དེ་རིང་སྣང་གི་མ་རེད་ང་ཚོ་དེ་རིང་ཁ་སང་དེ་ནས་དཔེ་སྐྱིད་པོ་ཅིག་མྱོང་སོང་ཟེར་ཡ་དེ་ཁུ་བྲན་གཡུ་ལ་ལོ་ཏོག་པགས་ཀྱིས་དང་ན་ཚེར་མའི་གནས་སྐབས་འདྲ་བཅིངས་ནས་གར་རེ་བའི་གཞན་སེར་གྱིས་དང། གཞན་སེར་གྱི་ཆར་དེ་ཡོད་རེ་བ་དོན་གྱི་གཞན་སེར་འདྲ་བོ་ཅིག་ཆར་དེ་ཡོད་རེ་བ། གཞན་སེར་རེད། དེ་མ་གཏོགས་པའི་མཐོང་ཟིན་པའི་དངོས་པོ་ཁོ་རང་ཡང་བྱ་དེ་རིང་སྣང་བསྡད་ཡོད་མ་རེད། དེའི་རྗེས་མདོར་སླར་ཡང་དཔེར་ན་ཁ་ཚང་གི་བདེ་སྡུག་གི་སེམས་ག་འདྲས་ཅིག་སྐྱེ་བ་ཡིན་ན་དེ་དེ་རིང་སྐྱེས་བསྡད་པ་དེ་འདྲའི་གལ་མ་རེད་སླར་ཡང་སེམས་ཅན་མིན། དེས་ན། ད་དྲན་པ་ཟེར་ཡག་དེ་ཁ་སང་གི་ཡུར་དྲན་པ་དང་ཁ་སང་གི་ཤི་བ་དྲན་པ་གཉིས་པོ་དེ། དེ་ནི་དངོས་གནས་ཡག་པོ་གསང་སྟངས་བཞག་པ་ཡིན་ན་ཕྱིན་ཅི་ལོག་པ་རེད། ལོག་པ་ཡི་དོན་ལ་ལོག་པ་གང་ན་འབྱུང། དྲན་ཡུར་དེ་ཡང་ཕྱིན་ཅི་ལོག་རེད་ལ་དྲན་པ་དེ་ཡང་ཕྱིན་ཅི་ལོག་རེད། དེ་ཅི་དུས་ཟེར་ན་སྤྱི་དང། དྲན་པ་ཟེར་ཡག་དེ་ཚད་མིན་གྱི་བློ་ཡིན་ན་ག་རེད། དཔྱད་གཞིར་བ། དཔྱད་གཞིར་འདས་པ་དྲན་པ་ཡིན་ཞེས་རེད་བ། ད་ས་པའི་མཚན་མ་རེད་དེ་ནས་དེ་སོང་ལ་ད་བདུད་རེད་ན་གར་སོང་ཡང་མི་ཤེས། སྐྱེ་ཤི་འདས་པ་དྲན་པ་ཡིན་སོང་དེ་ནི་འདས་དྲན་གྱི་དངོས་པོ་གཅིག་རེད། ཁོ་སྐྱེ་ཤི་རེད་རྟོག་པ་རེད་རྟོག་པ་ཡིན་སོང་དུས་ཙང་ནི་ཁོའི་ཡུལ་གང་ཡིན་པ་དེ་དེ་ནི་དོན་སྤྱི་རེད་སྤྱི་མཚན་རེད། དེ་བྱེད་དུས་ཙང་ནི་ཁོའི་ཡུལ་གང་ཡིན་པ་དེ་ཡང་དེ་ནི་ལོག་པ་ཉིད་དུ་རེད་གསུངས་པ་རེད་ཡུལ་ལོག་པ་རེད། ཡུལ་ཕྱིན་ཅི་ལོག་ཡིན་གསུངས་དུས་རྩ་ནས་ཡུལ་ཕྱིན་གྱི་ལོག་གང་ཡིན་པ་དེ་ཡང་ཕྱིན་ཅི་ལོག་པ་ཆགས་དུས་ཡོད་པའི་དོན་ལ་ལོག་པ་ཁོ་ན་འབྱུང། དེ་བྱེད་དུས་དེ་ནི་དྲན་པ་ཡོད་པའི་རྒྱུ་མཚན་སྒོ་ནས་དེ་ནི་འདས་པ་བདེན་གྲུབ་རེད་ཟེར་སྒྲུབ་ཐུག་མ་རེད་ཟེར་ག་ས་བློ་ལོག་པ་གཅིག་གིས་ཡུལ་བདེན་པ་ཅིག་ག་བ་སྒྲུབ་ཐུག་རེད་ཚེ་སྒྲུབ་ཐུག་མ་རེད་ཞེས་པའི་དོན་ལ་དོན་ལ་ལོག་པ་ཁོ་ན་འབྱུང། ཨོ་ད་ཐེག་གི་གནད་བཅུ་བཅུ་པ་ཞེས་བྱ་བ་ལས་དུས་དགའ་བ་བསྒོམ་པ་དེ་མ་རྡོ་ཆེ་བ་བཅུ་གཅིག་པའོ།